བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་གོས་འཆབ་མཛོད་རྩ་བ་ནས་གྲུབ་པའི་སྐབས་བཞི་བ། ཤེས་བྱ་སྤྱིའི་མཚན་སྙན་རྣམ་པར་བཞག་པའི་སློབ་ཚན་ཞེ་དྲུག་པ། འབྲེལ་བ་ཅན་གྱི་རྟེན་འབྲེལ་ཟེར་བ་འདིའི་སྐོར་ལ་སློབ་ཚན་འགྲོ་ཡ་ཡིན། དེ་ནས་སློབ་ཚན་སྔོན་མ་འགའ་ཞིག་གི་སྐབས་སུ། རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ཇི་ལྟར་རྫོགས་ཚུལ། ཚེས་གཅིག་ལ་རྫོགས་ཀྱི་རེད་པས་ཚེས་གཉིས་ལ་རྫོགས་ཀྱི་རེད་ཟེར་བ་དེའི་སྐོར་དེ་རགས་རིམ་ཅིག་བཤད་ཟིན་པ་རེད། དེ་ནས་དེ་རིང་ནི་འབྲེལ་བ་ཅན་གྱི་རྟེན་འབྲེལ་གྱི་སྐོར་དེ་བཤད་རེད། འབྲེལ་བ་ཅན་གྱི་རྟེན་འབྲེལ་དེ་ལ་ཡང་རྗེ་བཙུན་བྱང་འཕགས་ཀྱི་གཞུང་དོན་དང་ལྷོ་བོན་དབྱིག་གཉེན་གྱི་གཞུང་དོན་ཟེར་ས་བཅས་གཉིས་འདུག། དེའི་ནང་གི་དང་པོ་རྗེ་བཙུན་བྱམས་པའི་གཞུང་གི་དོན་དེ་ལ་ཡང། ནི་ཡན་ལག་བཅུ་གཅིག་ཏུ་དབྱེ་བ་དང་དེ་དག་གསུམ་དུ་བསྡུ་བ་དེ་དག་རྒྱུད་བདུན་དུ་བསྟན་པ་བཅས་ཟབ་ཁྱད་གསུམ་འདུག། དེའི་དང་པོ་ཡན་ལག་བཅུ་གཅིག་ཏུ་དབྱེ་བ་དེ་ཡིན་པ་ཡིན་ན་དེའི་རྩ་བ་ལ་འགྲེལ་བ་བྱ་ནུས་དབུས་མཐའ་རྣམ་རྒྱལ་ལས། སྐྱེ་བ་རྒ་ཤིའི་སྡོམ་ནི་བཅུ་གཅིག་དབྱེ་ཟེར་བ་རྩ་བའི་ཚིག་རྐང་གཉིས་གསུངས་པ་རེད། དེའི་དོན་དག་འདྲ་བོ་དེ། འགྲེལ་བ་ཅན་གྱི་རྟེན་འབྲེལ་ཟེར་བ་དེ་ག་རེ་ལབ་ན་དབུས་མཐའ་རྣམ་རྒྱལ་གྱི་ནང་ལོགས་ནས། རྟེན་འབྲེལ་གྱི་དབྱེ་བ་དེ་ལ་བཅུ་གཅིག་གསུངས་ཡོད་པ་རེད་ཟེར་བ་དེ་རེད། རྟེན་འབྲེལ་གྱི་དབྱེ་བ་བཅུ་གཅིག་དུ་དབྱེ་ཚུལ་དེ་ག་རེ་ལབ་ན། གཞན་རྣམས་གཅིག་མཚུངས་ལ་སྐྱེ་བ་དང་རྒ་ཤི་གཅིག་ཏུ་མཛད་ཟེར་དེ་རེད། དབྱེ་བ་བཅུ་གཅིག་ཏུ་མཛད་ཚུལ་དེ་ལས་སླ་པོ་གཅིག་རེད། ང་ཚོས་སྒང་དུ་བཤད་པར་རྟེན་འབྲེལ་ཡན་ལག་བཅུ་གཉིས་ཏེ། མ་རིག་པ་དང་འདུ་བྱེད་དང་རྣམ་ཤེས་གསུམ་ལ་འཕེན་བྱེད་ཀྱི་ལས་གསུམ། དེ་ནས་མིང་གཟུགས་སྐྱེ་མཆེད་རེག་པ་ཚོར་བ། སྲེད་པ་ལེན་པ་སྲིད་པ། སྐྱེ་བ་རྒ་ཤི་བྱེད་ནི་རྟེན་འབྲེལ་ཡན་ལག་བཅུ་གཉིས་གསུངས་པ་རེད། ཡོངས་གྲགས་ཀྱི་བཤད་ཚུལ་དེ་རེད། ཡིན་ན་དབུས་མཐའ་རྣམ་འབྱེད་ཀྱི་ནང་དུ་རྟེན་འབྲེལ་ཡན་ལག་བཅུ་གཅིག་གསུངས་པ་རེད། བཅུ་གཅིག་གསུངས་ཚུལ་དེ་སྐྱེ་བ་དང་རྒ་ཤི་གཉིས་གཅིག་ཏུ་བསྡོམས་པ་རེད། སྐྱེ་བ་དང་རྒ་ཤི་གཉིས་གཅིག་བྱས་པ་རེད་དེ་རེད། སྐྱེ་བ་དང་རྒ་ཤས་གཉིས་གཅིག་ཏུ་འཛད་པའི་རྒྱུ་མཚན་དེ་ག་རེ་ལབ་ན། མདོ་ཡི་སྐབས་སུ་རྒ་བ་དང་འཆི་བ་དང་མྱ་ངན་དང་སྨྲེ་སྔགས་འདོན་པ་སོགས་སྡུག་བསྔལ་གྱི་རྣམ་གྲངས་མང་པོ་ཅིག་གསུངས་པ་དེ་དག་ཐམས་ཅད་སྐྱེ་བ་ལ་བརྟེན་ནས་བྱུང་བ་རེད། རྒ་བ་དང་འཆི་བ་སྡུག་བསྔལ་ཡིན་པ་ནང་བཞིན་དུ། མྱ་ངན་དང་སྨྲེ་སྔགས་འདོན་པ་དང་ཡིད་མི་བདེ་བ་ལ་སོགས་པ་གང་ལྟར། འགྲོ་བ་སེམས་ཅན་ཐམས་ཅད་སྐྱེ་བ་གཅིག་ལ་བླངས་ཟིན་རྒྱུ་ལ་དགའ་བ་དང་ཞི་བ་ཙམ་མ་ཡིན་པའི་སྡུག་བསྔལ་གྱི་རྣམ་གྲངས་ཧ་ཅང་མང་པོ་ཡོད་པ་རེད། འདོད་པ་ཚད་ནས་མི་རྙེད་པ་དང་མི་འདོད་པ་ཐོག་ཏུ་བབས་པ་ལ་སོགས་པ་སྡུག་བསྔལ་གྱི་རྣམ་གྲངས་མཐའ་ལས་འདས་པ་གཅིག་ཡོད་པ་རེད་དེ་དག་ཐམས་ཅད་སྐྱེ་བ་ལ་བརྟེན་པ་རེད། རྒ་ཤི་ཡང་གཅིག་པ་རེད། སྐྱེས་པ་ཡོད་པ་ཡིན་ཙང་རྒ་བ་དང་ཤི་བ་ཡོད་པ་རེད། སྐྱེས་པ་ཡོད་པ་ཡིན་ཙང་ཉེས་ངན་དང་ཡིད་མི་བདེ་བ་དང་སྨྲེ་སྔགས་འདོན་པ་ལ་སོགས་པའི་སྡུག་བསྔལ་ཐམས་ཅད་ཡོད་པ་རེད། ཡིན་ཙང། ཨ་ནི་རྒ་ཤི་དེ་སྐྱེ་བ་གི་ཁུངས་གཏོགས་རེད་ཟེར་འོ་ད་དེར་ཡིན་ཙང་རྗེ་བཙུན་བྱམས་པ་མགོན་པོ་གིས་དབུས་མཐའ་རྣམ་རྒྱལ་གྱི་ནང་དུ་རྟེན་འབྲེལ་ཡན་ལག་བཅུ་གཅིག་གསུངས་པ་ཡིན་ཟེར་བ་བཅུ་གཅིག་དང་དབྱེ་བ་འཛད་ཚུལ་དེ་དེ་འདྲ་གཅིག་ཡིན་པ་རེད།